བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་ལྔ་བཅུ་ང་དགུ་པ་གཞི་བཟུང་བཀའ་སྤྱི་གཉིས་ནས་དེ་རིང་ནས་ཉིན་གྲངས་གསུམ་རིང་བཞུགས་སྒར་རྡ་རམ་ས་ལར་དམིགས་བསལ་ཚོགས་ཆེན་ཐེངས་གསུམ་པ་དེ་སྐོང་ཚོགས་གནང་བཞིན་ཡོད་པ་དང་དེའི་ཐོག་ལས་གནས་འདྲ་མིན་དང་ས་ཁུལ་འདྲ་མིན་ནས་མི་སུམ་བརྒྱ་ཙམ་མཉམ་ཞུགས་གནང་བཞིན་འདུག། བོད་མིའི་སྒྲིག་འཛུགས་ཀྱི་ལྔ་དང་ལྔ་བཅུའི་ལས་འཆར་དང་འགལ་བ་སྐུ་འབྲེལ་ན་རིམ་དང་བོད་མི་མང་བར་གྱི་འབྲེལ་ལམ་སྐོར་བཀའ་བསྡུར་གནང་རྒྱུའི་ཆེད་བོད་མིའི་སྒྲིག་འཛུགས་མང་གཙོ་ཀ་བ་གསུམ་གྱི་མཛད་གཙོ་ལས་ཟུར་དང་སྲི་ཞུ་ལས་བྱེད་བགྲེས་པ་དེ་བཞིན་ཕྱི་རྒྱལ་དང་ས་གནས་ཁག་གི་སྐུ་ཚབ། མི་མང་གི་འཐུས་མི་བཅས་པ་ཚང་འཛོམས་གནང་འདུག་ལ། དེ་རིང་དབུ་འབྱེད་ཀྱི་མཛད་སྒོར་བོད་མི་མང་སྤྱི་འཐུས་ཚོགས་གཙོ་པད་མ་འབྱུང་གནས་མཆོག་དང། སྲིད་སྐྱོང་བློ་བཟང་སེང་གེ་མཆོག་རྣམ་པ་གཉིས་ཀས་ལྔ་དང་ལྔ་བཅུའི་ལས་འཆར་ཞེས་པ་དེ་བཞིན་བོད་མིའི་འཕྲལ་ཕུགས་ཀྱི་གནད་དོན་ཐད་གོ་བསྡུར་གནང་རྒྱུ་དེ་ཡིན་པ་དང། དེའི་ཐད་ད་བར་ཚོགས་འདུ་རིམ་པ་སྐོང་ཚོགས་གནང་བའི་རྒྱབ་ལྗོངས་ལུང་འདྲེན་དང་འབྲེལ། ཁོང་སོ་སོའི་སེར་སྐྱ་མང་ཚོགས་ནས་ལྔ་དང་ལྔ་བཅུའི་གོ་དོན་ལེགས་རྟོགས་བྱུང་ཡོད་པ་དང་བསམ་འཆར་ཁག་རྣམས་ཀྱང་ཕྱོགས་བསྡོམས་ཀྱིས་ཚོགས་བཅར་འཐུས་མི་རྣམ་པ་ཚོས་བསྣམས་ཡོད་པ་རྣམས་ཚོགས་ཆུང་སོ་སོའི་ནང་ཡིག་ངག་གཉིས་ནས་ཆད་ལུས་མེད་པར་ཆ་ཚང་བ་ཞིག་ཞིབ་ཕྲལ་སྙན་སེང་ཞུ་དགོས་པ་ཡིན།
ང་ཚོ་ཚང་མས་ཀྱིས་ལྔ་དང་ལྔ་བཅུ་ཟེར་བའི་འཕྲལ་ཕུགས་གཉིས་ཀ་གཟིགས་པའི་ཐོག་ནས་ལག་བསྟར་བྱེད་སྟངས་དང་མ་འོངས་པ་འཆར་གཞི་བཏིང་སྟངས་གཉིས་ཀ་གང་ཐུབ་ཅི་ཐུབ་གཟབ་གཟབ་གསིབ་གསིབ་བྱེད་དགོས་ཀྱི་འདུག་རྒྱ་ནག་ནང་ལ་འགྱུར་ལྡོག་ག་འདྲས་སུ་འགྲོ་དགོས་བ་རེད་ཁོ་རང་ཚོ་རྒྱ་ནག་ཉི་ཟེར་ལྔ་རྒྱ་ནག་ལོ་ལྔ་བཅུ་ལོ་བརྒྱ་གི་འཆར་གཞི་བཏིང་རྒྱུ་ཡོང་གི་བ་རེད་འཆར་གཞི་འདི་ནང་ལ་བོད་ནང་ལ་འཆར་གཞི་ག་འདྲས་ཞིག་བཏིང་དགོས་འདུག་འདི་ལ་དཔེ་བའི་ང་ཚོ་གྲ་འགྲིག་ག་འདྲས་ཞིག་བྱེད་དགོས་གི་བ་རེད། འདི་གའི་སྒང་ལ་བགྲོ་གླེང་བྱེད་དགོས་ཀྱི་འདུག། གཞན་ཡང་བཀའ་སྤྱི་གཉིས་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་བོད་མི་མང་དབར་གྱི་འབྲེལ་བ་དེ་ཐུན་མོང་མ་ཡིན་པ་ཞིག་ཡིན་ཀྱང། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུའི་ལོ་ནས་ད་བར། མགོན་པོ་གང་ཉིད་ཀྱི་ཡང་སྲིད་ཀྱི་གནད་དོན་དེ་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱལ་དབང་དགེ་འདུན་གྲུབ་པའི་དགོངས་དྲངས་ལ་སོན་སྐབས་བཀའ་བསྡུར་གནང་དགོས་སྐོར་དགོངས་པ་ཆེ་བཞེས་ཀྱི་བཀའ་སློབ་རིམ་པ་གནང་བ་དག་དང་གཞན་ཉེ་དུས་ནས་རྒྱ་ནག་གཞུང་གི་ཐབས་ཇུས་འདྲ་མིན་བཤམས་བཞིན་ཡོད་པ་བཅས་རིམ་པས་ངོ་སྤྲོད་དང་འབྲེལ། ཏཱ་ལའི་བླ་མའི་སྐུ་འཕྲེང་ན་རིམ་གྱི་ལམ་སྲོལ་འདིས་ང་ཚོ་བོད་ལྗོངས་མི་དམངས་ལ་མུ་མཐུད་གནས་དགོས་པ་ཞིག་ཡིན། དེས་ན། རྒྱལ་བའི་ཡང་སྲིད་ངོས་འཛིན་གནང་རྒྱུ་དེ་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་སྒེར་གྱི་སྐུ་དབང་ཡིན་པ་དང་ཏཱ་ལའི་བླ་མའི་བླ་བྲང་དགའ་ལྡན་ཕོ་བྲང་ཡིད་ཆེས་གལ་ཆེ་དབང་ལྡན་འགན་འཛིན་ཁོ་ན་ལ་ཡོད་པ་ལས་གཞུང་དང་སྒྲིག་འཛུགས་སྒེར་སོགས་སུ་ལ་ཡང་མེད་པ་ནི་ད་རིང་གི་གོ་སྐབས་འདི་དང་བསྟུན་གལ་པོ་ཆེ་ལ་ནན་ཏན་གྱི་ཚུལ་དུ་ཞུ་གི་ཡོད། རྒྱ་ནག་གིས་ད་ལྟ་རང་ནས་སྡིགས་ར་བསྐོས་ཆེད་གནོད་ཤུགས་སྤྲད་ཡག་འགོ་བཙུགས་ཡོད་པ་ཡིན་ན་མ་འོངས་པ་འཆར་གཞི་ངན་པ་ཅི་ཡོད་པ་གསལ་པོ་ཞིག་ད་རེད། འདི་ལ་བརྟེན་ནས་ང་ཚོའི་ད་ལའི་དམིགས་བསལ་ཚོགས་ཆེན་ཐོག་ནས་ཡིན་པ་ཡིན་ནའི་ཡང་བོད་མི་ཡོངས་ཀྱི་མངོན་འདོད་དང་བོད་མི་ཡོངས་ཀྱི་རེ་བ་འདི་སྐུ་འདྲེན་རིམ་པ་མུ་མཐུད་ནས་ཕེབས་དགོས་རེད་ཟེར་ཡ་འདི་ང་ཚོའི་སོ་བ་ཕུ་སུབ་སུ་བཏབ་དགོས་སྐོར་དང། དམིགས་བསལ་ཚོགས་ཆེན་དེ་བཞིན་མང་ཚོགས་ནས་བརྗོད་གཞི་གཉིས་པོ་དེ་དག་ཐད་དགོངས་པ་བཞེས་ཕྱོགས་གང་ཡོད་པ་དེ་རྟོགས་ཆེད་དམིགས་པ་ཞིག་ཡིན་སྟབས་ད་ལན་ཚོགས་འདུ་དེར་རྒྱལ་ཁབ་ཉི་ཤུ་རྩ་བཞི་ནས་ཚོགས་བཅར་བ་གསུམ་བརྒྱ་བཞི་བཅུ་ཙམ་ཕེབས་འདུག་པ་དང་ཚོགས་བཅར་བ་ཚོར་བརྗོད་གཞི་དེ་དག་དང་འབྲེལ་མང་ཚོགས་ཀྱི་དགོངས་ཚུལ་སོགས་བཀའ་འདྲི་ཞུས་སྐབས། རིག་གནས་ཡོད་པ་དག་དེ་འདྲའི་གྲས་ནས་ད་ག་གང་འཚམ་ཐོས་ཀྱི་ཡོད་རེད་དེ་ད་ཡིན་ནའི་མི་མང་ཚོགས་མང་པོ་ཅིག་གིས་ཨ་ནི་རྒྱལ་བ་རིན་པོ་ཆེའི་ཞལ་གསར་དང་སི་ཏུ་ཙམ་ནས་རྒྱལ་བ་སྐུ་འཕྲེང་དང་པོ་ནས་བཅུ་བཞི་བར་ཚོགས་ཙམ་གྱི་མ་ལོག་མ་གཏོགས་ནི་བྱེ་བྲག་གི་པའི་རྫང་རིང་པོ་རེད་པོ་དེ་འདྲ་ཡང་སྨྲ་བཞིན་པའི་གནས་ཚུལ་ཡོང་སྲིད་ཀྱི་རེད་མ་གཞི་ང་མ་གཏོགས་མེད་པ་ཁྱེད་མ་རེད་དེ་ཡིན་ན་སོ་སོ་རང་གི་ཐོག་ནས་ད་དེ་ཡིན་ནི་མི་སྡེ་གཅིག་ལ་ཡིན་ནི་དེ་སྐྱེ་བའི་ཁྱབ་བསྒྲགས་བྱེད་ཐུབ་པ་དང་མི་མང་གི་གནས་ཚུལ་དེ་ཤེས་པ་ཡིན་ན་བློ་བདེ་པོའི་ངང་ནས་ཤེས་རྒྱུ་ཡོང་གི་རེད་བསམ་པ་རེད། གོང་ས་མཆོད་ཀྱི་སྐུ་ཕྲེང་ནང་རམ་གྱི་ཐོག་ལ་ནི་ངེས་མེད་ཀྱི་གོང་ས་མཆོད་བོད་མི་དང་འབྲེལ་བ་དང་ནི་མ་འོངས་པ་ཡང་སྲིད་འཕེལ་ཕྱོགས་ཀྱི་ཐོག་ལ་ཡང་མི་དབང་གི་གེགས་ཆེན་པོ་ཞིག་ལ་སོང་འདུག་ཁ་ཅིག་གིས་ནི་མ་འདས་ཡང་སྲིད་འཕེལ་དགོས་ཏེ་ཁ་ཅིག་གིས་ད་ལྟ་ནས་ཀྱིས་ས་ཆ་འདི་འདྲི་ཅི་ལས་འཁྲུངས་འདི་འདྲི་ཅི་ལས་ཡར་འཁྲུངས་ཅི་ལས་ལུང་བསྟན་ནི་མ་གཏོགས་གནང་དགོས་ཀྱི་འདུག་ཟེར་ད་གཙོ་བོ་སྡོམ་འདི་རེད་གོང་ས་མཆོག་འདྲི་བ་འདི། གོང་ས་མཆོག་དང་ལོ་བརྒྱ་ནང་ཆོས་བྱེད་དུ་འདི་བྱེད་དུ་རང་རྨི་ལམ་གྱ་ཡོད་འདི་འདི་ལས་འདི། ང་ཚོའི་བོད་ཀྱི་སྐད་དང་ཡི་གེ་བྱས་ནི་རིག་གཞུང་འདི་མི་ཉམས་རྒྱུན་འཛིན་དང་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་གནང་ཡས་ལ་དུས་སུ་ཁོ་རང་ཚོ་ཡོད་བསམ་འཆར་མང་པོ་ཞིག་བཏོན་གནང་གི་འདུག་ལ་མི་མང་གར་སོང་ལ་ན་སྐྱབས་མགོན་རིན་པོ་ཆེ་གི་ཡང་སྲིད་འདི་ད་ང་རང་ཚོ་སྐྱབས་མགོན་རིན་པོ་ཆེ་རང་ལ་རང་གི་ཐུགས་ཐག་གཅོད་གི་རེད་མ་གཏོགས་གཞན་པ་སུ་གཅིག་ལ་འགྲོ་བ་མི་སུ་གཅིག་ལ་ཐུགས་ཐག་གཅོད་ཡས་ཀྱི་དབང་ཆ་ཡོད་མ་རེད། དུས་སུ་ཚང་མ་གི་ད་བསམ་འཆར་གཅིག་མཐུན་འགྲོ་གི་རེད་ཤག། དེ་རིང་དབུ་འབྱེད་ཀྱི་མཛད་སྒོ་གྲུབ་མ་ཐག་ཚོགས་བཅར་བ་རྣམས་ཚོགས་ཆུང་བཅུར་ཆ་བགོས་ཡོད་པ་ལྟར་ཚོགས་ཡུལ་སོ་སོར་ཕེབས་ནས་ཇུས་གཞི་རིམ་པའི་ཐད་མང་ཚོགས་ཀྱི་དགོངས་ཚུལ་སྙན་སྒྲོན་དང་དེ་དག་ཐད་གོ་བསྡུར་དེ་རྗེས་ཚོགས་ཆུང་གི་སྙན་ཐོ་འབྱེད་པ་གྲུབ་ནས་ཕྱི་ཚེས་བཞིའི་ཚོགས་ཐུན་མཐའ་མ་ནས་མཇུག་བསྡོམས་ཀྱི་མཛད་སྒོ་བར་ཚོགས་ཆུང་སོ་སོའི་རྒྱབ་གཉེར་སྙན་ཐོ་རྣམས་སྙན་སྒྲོན་གནང་རྒྱུ་ཡིན་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་བཟང་མོ་ཡིན།